ཚེ་དབང་གི་གཏམ་གསན་སྲིད་གནང་མཁན་རྒྱལ་སྤྱིའི་དྲ་གྲོགས་རྣམས་ཡང་ད་ད་རེས་དོན་ཐེངས་དགུ་བཅུ་གོ་གསུམ་དེའི་ནང་ལ་ཡང་ག་རེ་ཞུ་ཡ་ཡོད་ཟེར་ན། ཨ་ནི། ཞིས་ཅིན་ཕིང་གིས་ཨ་ནི། ཨུ་རུ་སུ་སྲིད་འཛིན་པུ་ཀྲིན་ཡང་ད་ཡུག་རེན་གི་དམག་ནང་ལ་ཡང་དུས་གཏན་ཚུན་ཆད་ནས་བེད་སྤྱོད་བྱེད་ཡ་ནི་བསམ་བློ་བཏང་ཡ་བཏང་ནས་མ་བྱེད་སུ་བྱེད་ཐ་ཚིག་བསྒྲགས་པས་དེ་འདྲའི་གནས་ཚུལ་ཞིག་འདུག། Greatest Dane Night ཞེས་པའི་དྲ་ཚིགས་ཐོག་གནས་ཚུལ་སྤེལ་གསལ་ལ་ཡུཀ་རེན་སྲིད་འཛིན་ཛེ་ལན་སི་ཀྱིས་གསར་འགོད་ལྷན་ཚོགས་ཞིག་བསར། བྱང་ཆིངས་སྒྲིག་འཛུགས་ཀྱི་འགོ་ཁྲིད་ལྷན་ཚོགས་མཇུག་བསྒྲིལ་ཟིན་མ་ཐག་ཨ་ནི་ཡོ་རོབ་ཀྱི་འགོ་ཁྲིད་ཁ་ཤས་ཀྱིས་ཁོང་ལ་པེ་ཅིང་གི་པུ་ཀྲིན་ལ་དུས་གཏན་མཚོན་ཆ་བེད་སྤྱོད་བྱེད་རྒྱུའི་གཏོང་བསམ་དེ་རྩ་བ་རང་ནས་བསམ་བློ་གཏོང་རྒྱུ་མེད་པའི་ཐ་ཚིག་བསྒྲགས་ཡོད་སྐོར་བཤད་བྱུང་ཟླ་བཞག་ཨུ་རུ་སུའི་རྒྱབ་ཏུ་ལངས་མཁན་བྱེ་ཐང་ཆེ་ཤོས་ཡིན་པའི་ཞི་ཅིན་ཕིང་གི་རྣམ་འགྱུར་གློ་བུར་འགྱུར་བ་ཐེབས་ནས་རྒྱ་ནག་པེ་ཅིན་གཞུང་གིས་ཨུ་རུ་སུའི་ཡུག་རེན་གྱི་དམག་དེ་ཕམ་ཉེས་ཤོར་རྒྱུར་སེམས་ཁྲལ་བྱེད་འགོ་ཚུགས་པ་ཞིག་མ་རེད་པས། ཡང་ན་ཞི་ཅིན་ཕིང་དངོས་གནས་ཞེད་སྣང་སྐྱེ་ས་དེ་དོན་དངོས་ཐོག་ཡུག་རེན་མ་ཡིན་པར་དོན་དག་ཆེན་པོ་གཞན་ཞིག་ཆགས་ཡོད་པ་རེད། འབར་རྫས་ཕྲ་བའི་ནང་ཁུལ་གྱི་གསང་བའི་གནས་ཚུལ་གསལ་སྟོན་བྱེད་མཁན་དང་པོ་དེ་ནུབ་ཕྱོགས་རྒྱལ་ཁབ་གསར་འགྱུར་བརྒྱུད་ལམ་ཁག་ནས་ཚོད་དཔག་བྱས་པ་དང་དཔྱད་གཏམ་པ་ཚོས་དབྱེ་ཞིབ་བྱས་པའི་སྐད་ཆ་ཞིག་མ་ཡིན་པར་དེ་ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀྱིས་ཕྱི་ཟླ་བདུན་པའི་ཚེས་གཅིག་ཉིན་གསར་འགོད་ལྷན་ཚོགས་ཐོག་ཁོང་ངོ་མས་བཤད་པ་ཞིག་རེད། དེ་ལས་ཀྱང་ཡིད་འཕྲོག་པ་ཞིག་ནི་བྱང་ཆིངས་དེ་གཙུག་ལྷན་ཚོགས་མཇུག་བསྒྲིལ་ཟིན་པ་དང་ཡུཀ་རེན་གྱི་དམག་མཚམས་མུ་མཐུད་དེ་ཇེ་ཆེར་འགྲོ་བཞིན་པའི་དུས་མཚམས་འདིར་དུས་ཡུན་རིང་པོའི་ནང་དཀྱིལ་དུ་རྡེལ་སྒུལ་གྱི་བར་སྡོམ་བྱེད་པའི་རྣམ་པ་སྟོན་མཁན་གྱི་པེ་ཅིང་གིས་ད་རེས་ནམ་རྒྱུན་དང་མི་འདྲ་བའི་བརྡ་གཅིག་བཏོན་ཡོད་པ་རེད། གནད་དོན་ལྟ་བཞིན་པ་མང་པོ་ཞིག་གིས་གལ་ཏེ་འཛམ་གླིང་སྲིད་སྤྱིས་བཤད་པའི་དོན་གནད་རྣམས་བདེན་པ་ཡིན་ན་ཞི་ཅིན་ཕིང་གིས་སེམས་ཁྲལ་ཆེ་ཤོས་བྱེད་པའི་ཉེན་ཁ་དེ་ཐག་ཉེ་རུ་ཕྱིན་ཡོད་པ་རེད། ཡུག་རེན་གྱི་བདེན་གཏམ་གསར་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་ཛཱ་ལན་སི་ཅིས་ཟླ་བ་ཚུན་པའི་ཚེས་གཅིག་ཉིན་གསར་འགོད་གཙོས་པེ་ཅིན་གཞུང་གིས་ཨུ་རུ་སུ་དང་ཡུག་རེན་གཉིས་བར་ཞི་བའི་གྲོས་མོལ་སྐོར་གྱི་ཤུགས་རྐྱེན་ག་རེ་ཡོད་མེད་དྲིས་པར་ཛཱ་ལན་སི་ཅིས་ཐད་ཀར་བརྗོད་དོན་ལ་ཁོང་གིས་བདུན་ཕྲག་འདིའི་ནང་བྱང་ཆིངས་སྒྲིག་འཛུགས་ཀྱི་འགོ་ཁྲིད་ལྷན་འཛོམས་སུ་ཡོད་པའི་རིང་ཨ་རིའི་སྲིད་འཛིན་ཁྲོམ་དང་མཇལ་མོལ་ཞུས་པ་དང་དེ་མིན་ཡོ་རོབ་ཀྱི་འགོ་ཁྲིད་མང་པོ་དང་ལྷན་དུ་ཡུག་རེན་དམག་འཁྲུག་སྐོར་དེ་བཞིན་རྗེས་མར་ཞི་བའི་གྲོས་མོལ་ཡོང་སྲིད་པའི་སྐོར་གྲོས་མོལ་བྱུང་ཞིང་དེའི་ནང་ནས་པེ་ཅིང་གི་སྐད་ཆ་ཞིག་ལ་མི་རྣམས་ཀྱིས་དོ་སྣང་ཆེན་པོ་བྱས་ཡོད་པ་དེ་ནི། ཛཱ་ལན་སི་ཀྱིས་གྲོས་མོལ་གྱི་ནམ་ཚོད་ཞིག་ཐད་ཡོངས་གྲགས་གསལ་སྟོན་བྱས་མེད་ན་ཡང་དེའི་ཆ་ལ་བཤད་པའི་གནད་དོན་གཅིག་ལ་རྒྱལ་སྤྱིའི་ཐོག་ནས་ཧ་ཅང་དོ་ཁུར་བྱུང་ཡོད་པ་དེ། དེ་ནི་ཛཱ་ལན་སི་ཀྱི་དང་ཡོ་རོབ་ཀྱི་འགོ་ཁྲིད་མང་པོ་དང་ལྷན་དུ་གྲོས་མོལ་བྱས་ནས་ཨུ་རུ་སུར་གསར་འགྱུར་གྱི་ནང་མུ་མཐུད་དེ་ཨུ་རུ་སུས་རྡུལ་ཕྲན་འབར་མདེལ་བེད་སྤྱོད་བྱེད་སྲིད་པའི་སྐད་ཆ་ཐོན་ཡོང་དུས། པེ་ཅིང་གི་ཕྱོགས་ནས་ཧ་ཅང་ཁ་གསལ་པོའི་ལན་འདེབས་ཅིག་བྱས་ཡོད་པ་རེད། ཞི་ཅིན་ཕིང་གིས་ཨུ་རུ་སུས་རྡུལ་ཕྲན་མཚོན་ཆ་བེད་སྤྱོད་བྱེད་རྒྱུར་ཧ་ཅང་གི་ངོ་རྒོལ་བྱས་པ་མ་ཟད་རྣམ་འགྱུར་གྱིས་ཧ་ཅང་དོ་ནན་དང་ཧ་ཅང་བློ་རྩེ་བརྟན་པོའི་སྒང་ནས་ཁ་གསལ་པོ་བཤད་པ་འདི་མཐའ་མའི་ཐ་ཚིག་བསྒྲགས་པ་རེད་ཟེར་ན་མི་ཆོག་འོས་མེད། དེའི་ཐད་ཛེ་ལན་སི་ཀིས་བཤད་པར་གཞིགས་ན་ཞི་ཅིན་ཕིང་གིས་ཨུ་རུ་སུས་པུ་ཀྲིན་ལ་རྡུལ་ཕྲན་མཚོན་ཆའི་བེད་སྤྱོད་བྱེད་པའི་བསམ་བློ་ཁོ་རང་རྩ་བ་ནས་མ་མཐོང་ཞེས་ཚིག་ཐག་ཆོད་པོས་བཤད་ཡོད་སྐད། གཞི་རྩའི་འབྲེལ་ཡོད་གནས་ཚུལ་ཞིབ་ཕྲ་འདི་དག་པེ་ཅིན་དང་ཨུ་རུ་སུ་གཉིས་ནས་ར་སྤྲོད་བྱས་མེད་ན་ཡང་ཛཱ་ལན་སི་ཀིས་རྣམ་འགྱུར་སྟོན་པ་འདིས་མི་རྣམས་ཡིད་དབང་འཕྲོག་པ་རེད། གང་ཡིན་ཟེར་ན། འདས་པའི་ལོ་གསུམ་རིང་པེ་ཅིན་གཞུང་གིས་ཨུ་རུ་སུའི་ཕྱོགས་སུ་མངོན་གསལ་དོད་པོས་ལངས་ཡོད་ཀྱང་ད་ཆ་པེ་ཅིན་གྱི་རྣམ་འགྱུར་དེ་ཅུང་འགྱུར་བ་བྱུང་ཡོད་པ་རེད། རྒྱུ་རྐྱེན་གང་རེད་ཟེར་ན་ལན་དེ་རྙོག་དྲ་ཚ་པོ་ཅིག་མ་རེད། ཞི་ཅིན་པིན་གྱིས་དངོས་གནས་སེམས་ཁྲལ་བྱེད་ས་དེ་ཨུ་རུ་སུ་དང་ཡུག་རེན་གཉིས་ཀྱི་དམག་འཁྲུག་ཐོག་ལས་མེད་པར་རྒྱལ་སྲིད་དམག་འཁྲུག་དེ་ཚོད་འཛིན་བྱེད་མ་ཐུབ་པ་ཡིན་ན་རྒྱལ་སྤྱིའི་སྤྱི་ཚོགས་ཧྲིལ་པོའི་མནའ་མཐུན་གྱི་ཚོར་སྣང་ངེས་ཅན་ཡོང་སྲིད་པ་དང་དེའི་ནང་གལ་ཆེ་ཤོས་དུས་དྲན་མཚོན་ཆའི་སྐོར་རེད། ལྷག་པར་དུ་ཨུ་རུ་སུས་གལ་ཏེ་དུས་མཚོན་བེད་སྤྱོད་བྱས་པ་ཡིན་ན་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་འཛམ་གླིང་དམག་ཆེན་གཉིས་པ་བྱུང་ནས་ད་བར་གལ་རྩི་ཤོས་བཅས་པའི་བདེ་འཇགས་ཀྱི་མཇུག་མཐའ་མའི་ཚིག་ཚད་དེ་ལས་བརྒལ་བ་མ་ཟད་རྒྱལ་སྤྱིའི་སྤྱི་ཚོགས་ཀྱི་སྒྲིག་ལམ་འདི་ཚོད་དཔག་དཀའ་བའི་དུས་རིམ་གསར་པ་ཞིག་ལ་སླེབས་སྲིད་པས་མཚམས་འདིར་ཡོ་རོབ་རྒྱལ་ཁབ་ཁག་གིས་ཉེས་ཆད་གསར་པ་བཏང་བ་དང་ཨུ་རུ་སུར་རྒྱལ་དུ་ལངས་མཁན་རྒྱ་ནག་གཞུང་ལ་ཆིག་སྒྲིལ་དང་དཔལ་འབྱོར་ལ་བཀག་སྐྱིལ་བྱེད་པའི་གནོན་ཤུགས་སླེབས་སྲིད་པ་རེད། དེར་བརྟེན་ཞི་ཅིན་ཕིང་གིས་དེ་ལྟ་བུའི་གནས་སྟངས་ཆགས་སྲིད་པ་མཐོང་འདོད་མེད་ཕྱི་རོལ་ནས་དུས་སྐབས་འདིའི་མཚམས་སུ་པེ་ཅིང་གིས་ཨུ་རུ་སུ་ལ་འཛིན་པའི་རྣམ་འགྱུར་དེ། ཧ་ཅང་ཡིད་འཕྲོག་པའི་འགྱུར་བ་ཕྱིན་ཡོད་པ་ཞིག་ལ་དོ་སྣང་བྱུང་བ་རེད་ཛེ་ལན་སི་ཀྱིས་གསར་འགོད་གླེང་སྟེགས་ཐོག་གསལ་བཤད་བྱས་པར་གཞིགས་ན། ཡོ་རོབ་ཀྱི་དཔོན་རིགས་མང་པོས་དོ་སྣང་བྱུང་ཡོད་པ་འདི་ནི་རྒྱ་ནག་གཞུང་གིས་ཉེ་དུས་གནད་འགག་ཆེ་སའི་གནད་དོན་ཐོག་ལ་ལངས་ཕྱོགས་མཁྲེགས་པོ་བཟུང་གི་ཡོད་པ་རེད་གལ་ཏེ་གནས་ཚུལ་དེ་བདེན་པ་ཡིན་ན་རྒྱབ་ཏུ་ཡོད་པའི་ཨུ་རུ་སུའི་ཐད་ལངས་ཕྱོགས་སྲིད་བྱུས་ལ་འགྱུར་བ་ཕྱིན་པ་ཙམ་མ་ཡིན་པར་དམག་འཐབ་ཀྱི་གནས་བབ་ལ་འགྱུར་བ་ཕྱིན་པ་དེས་རྒྱ་ནག་གཞུང་གིས་རང་གི་ཁེ་ཕན་ལ་དོ་ཕོག་ཡོང་མིན་གྱི་རིན་ཐང་ལ་ཞིབ་བསྡུར་བྱེད་ཀྱི་ཡོད། མདོར་བསྡུས་ན་ཨུ་རུ་སུའི་སྲིད་འཛིན་པུ་ཏིན་ལ་གནས་སྐབས་རིང་སྟོབས་ཤུགས་ཐོབ་ཡོད་པ་ཞིག་མ་ཡིན་པར་རྒྱལ་སྤྱིའི་དུས་བབ་ཚང་མར་ཚོད་འཛིན་མ་ཐུབ་པར་རང་ཉིད་འདིའི་ནང་ཚུད་དེ་ཚོད་འཛིན་མ་ཐུབ་པའི་རྒྱལ་སྤྱིའི་གནས་སྐབས་ཉེན་ཚབས་ཅན་དུ་འགྱུར་བར་སེམས་ཁྲལ་ཡོད་པ་རེད། ཉེ་ཆར་ཨུ་རུ་སུ་དང་ཡུག་རེན་གྱི་གཡུལ་ས་མདུན་མ་ནས་པུ་རིན་མགོ་ན་དགོས་པའི་གནས་ཚུལ་གཅིག་ཆོད་གཉིས་སྡུད་ཀྱིས་ཐོན་ཡོང་བ་ནི་ཡུག་རེན་དམག་གི་རྨོ་དུས་རང་གི་དམག་ས་བདུན་མ་རྒྱག་ཁྱི་བཏང་བཞིན་ཡོད་པ་དང་ཁོང་ཚོས་རྡུང་རྡེག་གཏོང་ཡུལ་ཨུ་རུ་སུའི་བླ་སྲོག་ལ་ཐུག་པའི་སྣུམ་རྩོད་དང་དམག་དོན་འཁོར་ཆགས་ཁང་ལ་ནད་སྐྱེས་པའི་སྟོབས་རམ་བཏང་ཡོད་ཅིང། དམག་ས་བདུན་མའི་གནས་སྟངས་དེ་ཧ་ཅང་འགྱུར་བ་ཆེན་པོ་བྱུང་ཡོད་པ་རེད། ཛཱ་ལན་སི་ཀྱིས་གནས་ཚུལ་གསལ་བརྗོད་བྱས་པའི་སྐབས་དེ་ཡུག་རེན་དམག་གིས་ཡང་བསྐྱར་ནད་ལ་འཁེལ་བའི་རྡུང་རྡེག་གཏོང་བའི་དམག་འཐབ་ལས་འགུལ་སྤེལ་བ་རེད། སྤྱི་ཟླ་བདུན་པའི་ཚེས་བཅུ་ཉིན།

བརྗེད་བྱ་ཐེངས་ཤིག་བྱེད་ཀྱི་ཡོད་ཙང་ཡུག་རེན་དམག་གིས་དེའི་སྔོན་དུ་བྱ་རྒོད་བྱས་པའི་རྨང་གཞིའི་སྟེང་ད་རེས་ཡང་བསྐྱར་གཞི་རྒྱ་ཆེ་བའི་བྱ་རྒོད་བྱས་ཏེ་གཏོར་བརླག་བཏང་སྟེ་ཨུ་རུ་སུ་རྒྱལ་ཡོངས་སུ་ས་སྣུམ་དཀོན་པའི་དཀའ་ངལ་ནང་ལྷུང་ཡོད་པ་རེད། ཡུག་རེན་དམག་གིས་ཁ་ཐུག་བཙོ་གཞུག་དམག་དང་གདོང་ཐུག་དམག་བྱས་པའི་དམག་ཇུས་ལ་འགྱུར་བ་བཏང་ནས་ཨུ་རུ་སུའི་གྱང་ངོས་ཀྱི་དངོས་ཟོག་སྐྱེལ་འདྲེན་དང་སྣུམ་བཙོས་དམག་དོན་ལྟེ་གནས་སོགས་ལ་བྱ་རྒོད་བྱས་པའི་དམག་ཤུགས་ལ་བརྟེན་ནས་ཨུ་རུ་སུས་མུ་མཐུད་དམག་བརྒྱབ་མི་ཐུབ་པ་དང་ལྷག་པར་ཡུན་རིང་གི་དམག་རྒྱག་མི་ཐུབ་པ་བཟོ་རྒྱུའི་དམིགས་ཡུལ་ཟིན་ཡོད་རེད། ཉེ་ཆར་ཡུཀ་རེན་དམག་གིས་སོ་སོའི་རྒྱལ་ནང་དུ་བཟོས་པའི་མཚོ་རྒྱལ་རྟགས་ཅན་གྱི་ཤུགས་ཚད་བྲིས་པའི་མེ་ཤུགས་འཕུར་མདེལ་གྱིས་ཨུ་རུ་སུའི་དམག་དོན་མཚོན་ཚའི་བཟོ་གྲྭ་ཞིག་གནད་དུ་འཁེལ་བར་གཏོར་བརླག་བཏང་ཡོད། བཟོ་གྲྭ་དེ་ནི་སྤྱིར་བཏང་གི་དམག་དཔོན་བཟོ་གྲྭ་མིན་པར་ཨུ་རུ་སུའི་དྲ་ལམ་ཡོ་བྱད་དང་དྲ་ཚིགས་མེད་དུ་མི་རུང་བའི་ཐོན་ས་རིག་ནུས་ཡོ་བྱད་མཁོ་འདོན་བྱེད་ཡུལ་ཞིག་ཡིན་པ་འདིས་ཨུ་རུ་སུའི་མེ་ཤུགས་འཕུར་མདེལ་དང་དམག་འཐབ་གནམ་གྲུ་ནུས་པ་ཆེ་བའི་འབར་རྫས་ཁ་མཐུན་ལ་མཁོ་བའི་རིག་གནས་ལག་རྩལ་གྱི་མཁོ་ཆས་ཚང་མ་རྗེས་ནས་བཟོ་སྐྲུན་དང་མཁོ་འདོན་བྱེད་ཀྱི་ཡོད་སྟབས། ཨུ་རུ་སུའི་དམག་མཁོ་ཡོ་བྱད་བཟོ་ཚོང་ཁང་གཅིག་སྟོང་ལྔ་བརྒྱ་ཡོད་པ་འདི་དག་ཡུད་ཙམ་རིང་བེད་མེད་དུ་གྱུར་བ་དང་ཆབས་ཅིག། ཡོ་རོབ་བྱང་ཆིངས་སྒྲིག་འཛུགས་ནས་ཡུཀ་རེན་ལ་དམག་མཁོ་ཡོ་བྱད་ཉོ་སྒྲུབ་ཆེད། ཉིས་སྟོང་ཉི་ཤུ་རྩ་བདུན་ལོའི་ནང་རོགས་དངུལ་དུང་ཕྱུར་བདུན་བརྒྱ་རོགས་རམ་བྱ་འཆར་ད་རེས་ཀྱི་བྱང་ཆིངས་སྒྲིག་འཛུགས་གོ་སྒྲིག་ལྷན་ཚོགས་ཚར་ཐག་བཅད་ཡོད་པ་རེད། དེའི་ནང་དམག་དོན་སྦྱོང་བརྡར་དང་དམག་གྲུའི་མཁའ་ལམ་བདག་དོན་ལག་རྩལ་དམག་དོན་ས་གནས་མཁོ་སྤྲོད་བྱེད་ཐབས་སོགས་ཚུད་ཡོད་པ་རེད་ད་རེས་ནུབ་ཕྱོགས་རྒྱལ་ཁབ་ཀྱི་ཡུག་རེན་དམག་འཁྲུག་དེ་ཡུན་རིང་རྒྱབ་རྒྱུའི་བརྡ་ལན་གསལ་པོ་ཞིག་ཨུ་རུ་སུའི་པུ་ཀྲིན་ལ་སྤྲད་ཡོད་པ་རེད་འོན་ཀྱང་ཨུ་རུ་སུའི་སྲིད་འཛིན་པུ་ཀྲིན་ནས་ཀྱང་མི་དམངས་དང་ནང་ཁུལ་ནས་དམག་མཚམས་འཇོག་དགོས་པའི་གནོན་ཤུགས་ག་ཚོད་ཡོད་ཀྱང་དམག་མཚམས་འཇོག་རྒྱུ་མིན་པ་མ་ཟད་ཞི་བའི་གྲོས་མོལ་ཡང་བྱེད་ཀྱི་མིན། ལྟ་བ་འཕྲོག་པོའི་ལངས་ཕྱོགས་མུ་མཐུད་འཛིན་པའི་རྣམ་འགྱུར་བསྟན་ཡོད་འདུག། ཉེ་ཆར་ཡོ་རོབ་དང་ཨེ་ཤི་ཡའི་དུས་བབ་ཟེར་བས་ནས་ཨུ་རུ་སུའི་ནང་ཁུལ་དུ་རང་སོ་སོའི་ལྟ་ཚུལ་ལ་ཤུགས་རྐྱོན་རྒྱག་དགོས་པའི་བསམ་ཚུལ་སྟོན་མཁན་ཁག་བྱུང་སྟེ་དམག་འཐབ་ཐད་ཕམ་ཁ་བྱུང་བ་དང་དམག་མིའི་སྒྲིག་ལམ་དང་ཆེ་མཐོང་ཉམས་རྒུད་ཕྱིན་པ་ཨུ་རུ་སུའི་དམག་དོན་གྲ་སྒྲིག་དོན་གཉེར་བ་ཨུ་རུ་སུའི་མིའི་ལྟ་བ་ཤུགས་ཆེ་ཡོད་པ་སོགས་ཀྱི་སྐད་ཆ་བཤད་དབང་ཤུགས་ཆེ་པོ་མ་བྱས། ཨུ་རུ་སུའི་འགོ་ཁྲིད་མི་སྣ་དང་དམག་དཔོན་ཆེ་ཆ་ལ་ལྐོག་གསོད་གཏོང་སྲིད་པའི་སེམས་འཚབ་བྱུང་བ་སོགས་ཀྱི་གནད་དོན་དེས་ཤུགས་རྐྱེན་སྤྲད་དེ་ཨུ་རུ་སུས་ཡུག་རེན་ལ་བརྒྱབ་པའི་དམག་འཁྲུག་དེ་ཕམ་ཉེས་གཏོང་སྲིད་པར་བཤད་ཡོད་པ་རེད། དཔྱད་རྩོམ་དེའི་མཇུག་སྡོམ་ནི་ཨུ་རུ་སུ་དང་ཡུག་རེན་གྱི་དམག་དེས་ཨུ་རུ་སུར་ཕམ་ཉེས་འགྲོ་སྲིད་པར་བཤད་ཡོད། འོན་ཀྱང། དམག་དོན་ཐོག་འགྱུར་བ་འགྲོ་སྲིད་པ་ཡང་ཡོང་སྲིད་པ་རེད། ད་རེས་ཀྱི་གནད་དོན་འདིའི་ཐད་པེ་ཅིན་གཞུང་དེ་ཆེས་ཁ་རྐྱང་ཤོས་དང་བློ་མི་བདེ་བ་ཞིག་ཆགས་ཡོད། དེ་སྔོན་རྒྱ་ནག་དང་ཡུ་རུ་སུ་གཉིས། ཨུ་རུ་སུ་གཉིས་ནི་ཚད་མེད་པའི་མཛའ་འབྲེལ་ཡིན་ཚུལ་བཤད་ཡོད་པ་དེས་ད་ཆ་ཡུག་རེན་དམག་འཁྲུག་ལ་འགྱུར་ལྡོག་བྱུང་བ་དེས་པེ་ཅིན་ལ་དུས་དང་མཉམ་གནོན་ཤུགས་ཆེ་རུ་འགྲོ་གི་ཡོད་པ་དེ་ལ་བརྟེན་ནས་རྒྱལ་སྤྱིའི་སྤྱི་ཚོགས་དང་གསར་འགྱུར་བརྒྱུད་ལམ་ཁག་ནས་གོང་དུ་བརྡ་ལན་གསེར་གྱིས་གསལ་བརྗོད་བྱས་པའི་རྒྱ་ནག་གིས་པུ་ཀྲིན་གྱི་དུས་དྲན་མཚོན་ཆ་བེད་སྤྱོད་གཏོང་ཕྱོགས་ལ་ཧ་ཅང་འགྱོད་པ་ཤུགས་ཆེ་བའི་ལངས་ཕྱོགས་ཟིན་ཡོད་པའི་གནད་འགག་དེ་ཆགས་ཡོད་པ་རེད། མདོར་བསྡུས་ན་ཨུ་རུ་སུ་དང། ཨུ་རུ་སུས་ད་རེས་ཡུཀ་རེན་གྱི་དམག་འཁྲུག་འདི་ཕམ་ཉེས་བྱུང་མིན་མ་ཡིན་པར་རྒྱལ་སྤྱིའི་དུས་བབ་ཚང་མར་ཚོད་འཛིན་མ་ཐུབ་པར་རང་ཉིད་འདི་ནང་ཚུད་དེ་ཚོད་འཛིན་མ་ཐུབ་པའི་རྒྱལ་སྤྱིའི་གནས་བབ་ཉེན་ཚབས་ཅན་དུ་འགྱུར་བར་སེམས་འཚབ་ཡོང་གི་ཡོད་པ་རེད། ཨ་ནེས་གསལ་བཤད་གནང་བར་བཀའ་དྲིན་ཆེ།